ཨོ་ཨ་ནི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་དང་ཆབས་ཅིག་ཨ་ཨ་ནི་ད་དེ་རིང་འདི་ལ་ག་ལོར་ད་ངི་ཉེ་དུང་ཟོས་ཀི་རྗེས་ཤིག་གཙོ་བོ་རོགས་དེ་ག་རེ་བྱ་ཡི་ལ་ན་ཨ་ནི་ད་ད་གོང་དུ་ཨ་ད་ངི་ངོ་དེབ་ནང་ལ་དེ་འདྲི་ཨ་ད་ནད་ཡམས་དང་འབྲེལ་བ་ཡོད་དེ་རེ་གནས་ཚུལ་ཞིག་བཀྲམས་བཞག་ཡས་ཨོ་དེ་འདྲ་སོང་ཚུ་ཨ་ནི་ངི་དེ་རིང་འདི་ལ་ཉེ་དུང་ཟོས་ཀི་རྗེས་ཤིག་གཙོ་བོ་དེ་ག་རེ་བྱ་ཡི་ལ་ན་ཨ་ནི་ཏིག་སི་ད་ནད་ཡམས་དང་འབྲེལ་བ་ཡོད་ཞིག་ཆག་གི་ཡས་ད་སྤྱི་ད་ཨ་ད་ང་ལ་ག་ལོར་ད་ངི་ཡུ་ཏུབ་ཨ་གཟིགས་ཉེ་མི་མང་པོ་ཅིག་ག་རེ་ལ་འདུག་ལ་ན་ཨ་ནི་ད། ཁྱེད་རང་གི་ནད་ཡམས་དང་དེ་འདྲའི་འབྲེལ་བ་ཀྱི་བརྙན་ཐུང་ཅིག་བཟོ་ཐུབ་ན་དཔེ་ཡག་པོ་ཡོང་ས་རེད་ལ་ཉེས་མང་པོ་ཅིག་སླེབས་འདུག་འོ་དེ་འདྲ་སོང་ཙང་ནི་ངས་དེ་རིང་འདི་ལ་བརྙན་ཐུང་འདི་ལྟ་གང་ལྟར་ཏིགས་སི་ནད་ཡམས་དང་འབྲེལ་བ་ཅིག་ཆགས་ཀྱི་རེད་བ། ད་ནད་ཡམས་དང་འབྲེལ་བ་ཀྱི་ག་རེ་བྱས་ལ་ཟེར་ན་ཨ་ནི་ད་དེའི་ཕྱིར་ད་ག་ལ་རུ་ད་ལྷོ་ཨ་ཧྥི་རི་ཀ་ནི་ཡང་དེ་འདྲའི་ནད་ཡམས་གསར་བ་ཞིག་དེངས། ཨ་ནི་དེ་ནད་ཡམས་གསར་བ་དེ་ཡང་མི་མང་པོ་ཞིག་ག་རེ་བསམ་གི་ལ་ན་ཨ་ནི་ང་ཚོ་འདི་ལྟར COVID nineteen གི་དེ་འདྲའི་རྦ་རླབས་གསུམ་པ་དང་ཨ་ནི་རྦ་རླབས་བཞི་བ་འགྲོ་བ་ཞིག་རེད་བསམ་མཁན་དེ་ཏན་ཏན་ཡོད་རེད་བསམ་འདུག་ད་ཡིན་ན་ང་ཚོ་ལྔའི་གནས་ཚུལ་ལྟ་བ་ཡིན་ན་དེ་འདྲ་ཞིག་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་ད་ལྟའི་ཆར་ལ་ད་ལྷོ་ཨ་ཧྥི་ཀ་ནས་དེ་འཇོག་ལྷོ་ཨ་ཧྥི་ཀ་ནས་དེ་འཇོག་གི་ནད་ཡམས་དེ་དེ་ཞེད་སྣང་ཚ་བོ་ཞིག་ད་ཨ་ནི་དེའི་སྒང་ལ་ད་ཚན་རིག་པ་རེད་ཨ་ནི་ད་འཛམ་གླིང་གི་གནས་ཡུལ་གོ་སྒྲིག་མང་པོ་ཞིག་སེམས་ཁྲལ་བྱེད་ཤེས་ཀྱི་ནད་ཡམས་ཞིག་ཆགས་ཀྱི་ཡོད་རེད་འོ་དེ་འདྲ་སོང་ཙང་ཨ་ནི་ངས་དེ་རིང་འདི་ལ་བརྙན་ཐུང་ནང་ལ་ཡང་སྙིང་དེའི་ནད་ཡམས་དེ་ག་ཟེ་གི་ཞེད་སྣང་ཚ་བོ་ཆགས་ཀྱི་ཡོད་རེད། ཨ་འདི་ནད་ཡམས་འདི་གི་ད་ག་ལ་རུ་ད་ཀོ་བིད་ནཱིན་ཏིན་དེ་མ་དྲག་ཅིག་ག་རེ་བྱ་གི་ཡ་རེད་ལ་ཉེ་དེ། ཨ་ནི་དེ་མཉམ་དུ་ད་ནི་ག་ལ་རུ་ད་དེ། ད་དེའི་ཆ་ལ་ནད་ཡམས་གསར་བ་དེ་དེང་སང་ད་ཨ་ནི་ལྷོ་ར་ལྷོ་ཨ་ཧྥི་རི་ཀ་བྱ་གི་ཡ་རེད། ཨ་ནི་ད་ལྟ་དེ་ནད་ཡམས་དེ་འཐེན་པའི་སྐབས་སུ་ཨ་ནི་ལྷོ་ཨ་ཧྥི་རི་ཀ་གི་ནད་ཡམས་དེ་ལ་ལྟ་སྟངས་དང་ཨ་ལྷོ་ར་ལྷོ་ཨ་ཧྥི་རི་ཀ་གཞུང་ངེས་ནས་ཨ་ནི་དེ་ནད་ཡམས་དེ་ལ་ལྟ་སྟངས་དང་ཨ་ནི་ལྷོ་ཨ་ཧྥི་རི་ཀ་གཞུང་ངེས་ནས་ཨ་ནི་དེ་གི་ག་ལ་རུ་ད། ནད་ཡམས་དེ་འཐེན་པའི་སྐབས་སུ་ཨ་ནི་འཛམ་གླིང་རྒྱལ་སྤྱི་ལ་ཁོ་ཚོ་གིས་ག་ལ་རུ་ད་ས་འགྱུར་བཀྲམ་སྟངས་དང། ཨ་ནི་སྔས་མ་ཨ་ད་དེ་གར་ས་ཉིས་སྟོང་ཉི་ཤུ་ལ་ད་རྒྱ་ནག་ཝུ་ཝན་ནས་དེ་ན་ཚ་དེ་འཐེན་ཡིན་པ། ཨ་ནི་དེ་སྐབས་སུ་རྒྱ་ནག་གཞུང་གིས་བྱེད་སྟངས་དང། ཨ་ནི། རྒྱ་ནག་གཞུང་གིས་དེ་ནད་ཡམས་དང་འབྲེལ་བ་ཡོད་གནས་ཚུལ་ད་ད་ཕྱིས་རྒྱ་གར་རུ་བཀྲམ་སྟངས་བྱ་རུ་བ་དེ་གཉིས་བར་ལ་ཁྱད་པར་ཞེའུ་ཤོ་རེད་ཡ་རེད། འོ་དེ་འདྲ་སོང་ཚོ་ཨ་ནི་དེ་རིང་གནད་དོན་ནང་ལ་ཇི་བཞིན་གཉིས་བ་དེ་ཨ་ནི་དེ་གཉིས་བར་ལ་ཁྱད་པར་ག་རེད་ཡ་རེད་ཨ་ནི་ཁྱད་པར་ཤོར་སྟངས་དེ་ག་རེ་རེད་ལ་ཉེ་རེ་ཆགས་ཀྱི། ཨ་དེ་བྱས་ཨ་ནི་ད་ད་གར་ས་དེ། དང་པོ་དེ་ལ་ངས་སྐད་ཆ་སྒོ་མ་གསུམ་ཡོད་ལ་ཨ་ཁ་སང་གི་ཡུ་ཏུབ་ནི་མི་གསར་བ་དེ་ལ་ཡིན་པ་ན་ཨ་ནི་ངའི་ཡུ་ཏུབ་ལ Subscribe བྱེད་རོགས་བྱོས་ཨ་ནི Like Share བྱེད་རོགས་བྱོས་ད་དེ་དེ་སང་ལ་རྒྱབ་སྐྱོར་བྱེད་ཉེ་རེད་གསུངས་ཀྱི་འདུག་ཨ་ནི་དེ་མཉམ་དུ་ད་ལྟ་བར་དུ་ངའི་བརྙན་ཐུང་གཟིགས་ཉེ་དང་ཨ་ནི་ང་ལ་རྒྱབ་སྐྱོར་གནང་ཉེ་ཚང་མ་ལ་ངས་སྙིང་ཐག་པ་ནས་ཐུགས་ཆེ་གནང་ཨང་ལེ། དེ་བྱས་ཨ་ནི་ད་དེ་རིང་འདི་ལ་ང་ཚོ་བརྙན་ཐུང་གི་རྗེས་ཤུལ་གཙོ་བོ་དེ་ཨ་ནི་ད་ལྟ་ལྷོ་ཨ་ཧྥི་རི་ཀ་ནས་དེ་འདྲའི་དེ་མགྱོགས་ཀྱི་ནམ་གསར་བ་ཞིག་སྐོར་ལ་ཆ་གི་ཡར་ལྟ།

ད་ཏིག་གང་ལྟར་སོ་སོ་ས་ཆ་ག་བ་འགྲོ་ཡང་ཏིག་གིས་དོགས་ཟོན་བྱེད་ན་ཡང་གལ་ཆེ་བོ་ཅིག་རེད་བསམ་གྱི་འདུག་དེ་གནད་འགག་ཅིག་ཆགས་ཀྱི་འདུག་དཔེར་ན་ཆ་ཤས་ན་ད་ལྟའི་ཆར་ནད་ཡམས་འདི་ཞེད་སྣང་ཚ་བོ་ཆགས་སྟངས་མ་ཆགས་འཛམ་གླིང་གི་གསར་འགྱུར་ཆེ་ཁག་ཚང་མ་ལ་ཐིང་གི་རེད་ད་ལྡང་དེ་རིང་ཚང་མ་དེའི་སྐོར་ལ་ཀྱང་བཤད་དེ་གི་རེད་ད་དེ་ནད་ཡམས་དེ་ག་རེ་རེད་ཨ་ནི་དེ་ག་ཚད་ཞེད་སྣང་ཚ་བོ་ཆགས་ཀྱི་འདུག་ཨ་ནི་དེ་ག་འདྲ་ག་འདྲ་རེད་ཟེར་གང་ལྟར་དེའི་སྐབས་ལ་བགྲོ་གླེང་མང་པོ་ཞིག་ཚོགས་ཀྱི་ཡོད་རེད་ད་ང་ཚོ་ག་རེ་ཞིག་གོ་ཚོད་རོལ་སོང་ཨ་ནི་དེ་ནད་ཡམས་དེ་ཞེད་སྣང་ཚ་བོ་དང་ཨ་ནི་དེ་ནད་ཡམས་དེ། ཀོ་བིད་ནཱ་ཏིན་དང་མ་དྲག་ག་རེ་བྱ་གི་རེད། ཨན་དེ་ད་ཚན་རིག་པ་མང་པོ་ཞིག་ག་རེ་ལ་རེ་ས་ཨན་དེ་ནེམ་དེ། ཀོ་བིད་ནཱ་ཏིན་ལ་བད་དེ་ཕག་སོ་རྒྱོ་ཁབ་གས་ཐུ་བས་མི་མང་པོ་ཞིག་ལ་ཕག་སོ་ང་ཚོ་ཁ་ལ་ཨིན་ཇི་ག་ཚ་མ་ས་ཏྲང་སི་མིད་ལ་རུ་ཨ་ལམ་ས་ལམ་ས་ཕག་གས་འགྲོ་ཉེན་དེ་འདྲ་གི་ཤུག་བས་རྒྱོ་ཆ་གི་ཡ་རེད་ལ་ད། ཨན་དེ་མཉམ་དུ་ད་ང་ཚོ་ད་མི་མང་པོ་ཞིག་དེ་ག་ལ་ང་ཚོ་དེ་བྱ་རུ་ཨ་ད་སྨན་ཁབ་རྒྱག་ཚར་རུ་ཨ་སྨན་ཁབ་བད་དེ་དང་པོ་གཉིས་གཉིས་ཀ་བརྒྱབ་ཚར་རུ་ཨ་ཡིན་ན་དེ་འདྲ་བརྒྱབ་བ་ཡིན་ན་ད་རུང་དེ་གི་ད་ད་ནེམ་དེ་གི་ག་ལ་ད་བརྒྱ་ཆ་བཞི་བཅུ་ཞིག་མ་ཁོང་ཚོ་ཡི་བད་དེ་ད་སྨན་ཁབ་ནི་བ་མི་བ་སོ་ཐུ་བའི་དེ་འདྲ་ཅིག་འདུག་བསམ་ཚེ་རིག་པ་ཤེས་དེ་གས་རུ་བ། ད་གང་ལྟར་ག་རེ་ཡིན་ན་མ་ད་དེའི་ཆ་ལ་དེ་ནེམ་དུ་ཞེད་སྣང་ཚོ་དང་དེ་ག་ལ་ད། ཚན་རིག་པ་རེད་ཨ་ནི་གོ་དྲི་ནད་ཡམས་མང་པོ་ཞིག་ད་བགྲོ་གླེང་ཞེ་བོ་ཆེ་ཅིག་ཆགས་གྲོལ་དུ། དཔེར་ན་ཆ་ཤས་ན་ཁ་སང་སྔས་མ་རང་ད་དེ་གི་ཡུག་ཁའི་ལ་རོ་ང་ཚོ་ཨི་ཇི་ལམ་སང་དེ། ད་ད་གྲུབ་རྒྱལ་ཚང་མ་བཀག་ཤར་ཏེ། Article བྲོས། རྒྱུ་མཚན་གང་རེད་ཟེར་ན་སྔོན་མ་ན་ནིང COVID nineteen དེའི་སྐབས་སུ་དང་པོ་དེ་ཨིན་ཇི་ཉང་རུ་བ་ཞེའོ། ད་ང་ཚོ་ད། British ལ་བར UK ཧང་སང་ཉང་རུ་བ། དེ་འདྲ་སོང་ཚོ་ཨ་ནི་ཡང་དང་ད་ལོ་ཉང་བ་བསམ་ཚེ་ཁོ་ཚོ་ལམ་སང་བཀག་བྱ་རེད་ཡོད་གི་ངེས་ནི་རུ་བ། ད་དེ་རིང་རང་དེའི་ན་ཚ་དེ་དེ་ཉིན་མང་རུ་མང་འགྲོ་ཡི་འདུག་དཔེར་ན་ཕྱི་ནས་དེ་ད་ཡུ་རོབ་ཀྱི་རྒྱལ་ཁབ་ད་ནི་ཇར་མི་ནི་ནང་ལ་དེ་འགྱོ་སྐད་ཆ་བཤད་ཡི་འདུག་ཨ་ནི་དེའི་རྗེས་ལ་ད་གར་ས། ནི་ད་ལན་ནང་དེ་འགྱོ་སྐད་ཆ་ཅིག་ཡོང་གི་འདུག་ཨ་ནི་དེ་ད་ཇར་པན་ནང་ལ་དེ་སླེབས་ཡོད་ཡིད་ད་སྐད་ཆ་མང་པོ་བཤད་ཡི་དོན་ད་ན་ཚ་དེ་ད་ཕ་སུ་ཅིག།

མངའ་སྡེ་གཞུང་གིས་ད་ལྟ་དེའི་སི་ཨེམ་ལ་གོ་ར་ཆིབ་མིནིས་ཏར་ཨར་ཝིན་ཨེ་ཝིན་ཀེ་ཅི་ཝེལ་ངོས་ནས་ཡང་ད་ལྟ་མུ་དྷིའི་གཞུང་ལ་ད་དེ་འདྲའི་ད་དེ་ཨ་ཧྥི་ཀ་ནང་གི་ཁྲལ་བལ་ཚང་མ་ད་ང་ཚོ་ག་རེ་འགྲུལ་སྐྱེལ་ཚང་མ་བཀག་དགོས་རེད་ལ་ཉིན་དེ་འདྲའི་ཅིག་སྐད་ཆ་ཅིག་ལབ་བསྡད་འདུག་ཨ་ནི་ད་ང་ཚོ་གི་ཨོ་པོ་ཟི་ཤིན་པཱ་ཏི་ལ་གོ་ར་ཨ་ནི་ཕྱོགས་མཐར་སོགས་པ་ངེས་ནས་ད་དེ་ར་ཧུལ་གྷན་དྷི་ངོས་ནས་ཡང་ད་དེ་ཡིན་ཅིག་གི་ཅིག་བཀག་དགོས་རེད་ཟེར་དེ་འདྲའི་ད་དེ་ཆ་ལ་ཞེའོ་ཅིག་ལབ་བསྡད་འདུག་རུང་ང་ཚོ་རྒྱ་གར་ནང་ལ་ད་ཡིན་ན་ད་ལྟ་བར་དུ་རྒྱ་གར་ནང་ལ་དེ་འདྲའི་གི་ཅིག་བ་ནི་ཨ་ཧྥི་ཀ་ནི་དེ་ངེད་ཚོ་ཁྲལ་བལ་ཁ་ལ་ད་དེ་འགྲུལ་སྐྱེལ་བྱེད་ཉེས་བཀག་གི་རེད་ལ་ཉིན་དེ་གས་ས་འོ་ཅིག་མཐོང་མ་སོང་རུང་ཨ་ད་ཡིན་ན་ཕ་ཆེ

ཕྱི་སྲིད་བསླད་ཕྱིན་གྱིས་ནས་རྒྱལ་ཁབ་དེ་དག་དབྱིན་ཇི་རེད་ཨ་ནི་གང་ལྟར་ཡུ་རོབ་རྒྱལ་ཁབ་དང་ཨ་རིག་མང་པོ་ཞིག་སྐྱེ་འཆི་ཞི་བོ་བྱས་རེད། སྐྱེ་འཆི་ག་རེ་བྱས་རེད་ཟེར་ནས་ང་ཚོ་ངོས་ནས་བལྟས་ཏེ་སེམས་པ་གཙང་གཙང་དང་ང་ཚོ་ངོས་ནས་བལྟས་ན་བཟའ་དེ་ཧ་གོ་དང་ལམ་སང་བལྟས་ཏེ་གནས་ཚུལ་ཚང་མ་ཕྱི་རྒྱལ་ཁབ་ཀྱི་བཀྲམ་མིན་དེ་རིང་ན་བཟའ་ཞེ་ན་འཚོ་བཞིན་འདུག་དེ་བཀྲམ་པ་དང་ཁྱེད་ཚོ་གིས་ལམ་སང་བལྟས་ཏེ་ང་ཚོ་ཨ་ཧྥེ་གྷ་ནི་ཕ་གྲོ་ཉལ་དང་ཚུར་འུར་ཉལ་ཚང་མ་དེ་བལྟས་ཏེ་བཀག་བཞག་སོང་ཟེར་ན་སྒྲུབ་བྱེད་བྱེད་ཉལ་དེ་དངོས་གནས་ཀྱི་བྱེད་སྟངས་དཔེ་སྡུག་ཅག་རེད། ཨ་ནི་དེའི་བྱེད་སྟངས་དེ་ད་ལྟ་ང་ཚོ་འཛམ་གླིང། ཉི་ཟླ། ཁ་ལོ་ང་ཚོ་གི་ཁྲི་སྟེང་ལས་ཁུངས་ཀྱི་དེ་འདྲ་ཁྲིམས་དང་འགལ་བའི་ལས་ཀ་རེད་ཟེར་དགོས་ཡོད་སྐྱིན་ཆེ་ཞེའུ་བྱེད་དུ་རུ་བ། དཔེར་ན་ཆ་ཆ་ན་ཁོ་ཡིས་ག་རེ་ལབ་ཡོད་ཟེར་ན་ང་ཚོ་ཡིས་པད་དེ། སེམས་པ་གཙང་མ་དང་དགའ་དགའ་སྤྲོ་སྤྲོ་ངང་ད་ག་ལ་རུ་དེ་འདྲའི། ངང་ནས་ད་དེའི་གནས་ཚུལ་དེ་བཀྲ་མི་ཤིས་ད་དགའ་དགའ་སྤྲོ་སྤྲོ་ལ་ན་ཏག་ཏག་དེ་མི་འདུག་ག་ད་དེ་ག་ལ་རུ་ད་ཁོ་རང་ཚོ་གང་ཡོང་ཡོང་བྱས་ཀྱང་ག་ད་གནས་ཚུལ་ཚང་མ་བར་བཀྲ་མི་ཤིས། ཡིན་ན་དེ་བཀྲ་མ་ལ།

རྒྱ་ནག་ལ་སྐྱིན་ཆེ་ཞུ་ཆེ་རེད་པས་དེ། སྔོན་མ་ཁྱེད་ཚོ་ཡག་པོའི་བཀྲམས་དུས་ཡ་མ་རེད་ཨ་ནི་ད་ག་ལ་རེད་ད། ད་ད་ནི་ཨ་ཧྥེ་རི་ཀ་ངེད་ནས་དཔེ་ཡག་པོ་ཞུ་བཀྲམས་རེད། བྱེད་སྟངས་སོ་སོ་དཔེ་ཡག་པོ་རེད་བྱེད་སྟངས། དེ་ཚོས་དང་ཏི་པི་ང་ནས་ཏག་ཏག་བཀྲམས་པ་སོང་ས་ཨ་ནི་ད་དེ་ཟེར་ལ་ནད་ཡམས་འདི་བཀག་ཐུབ་པའི་ནི་བ་ཡ་རེད། ད་ཡིན་ན་ཁྱེད་ཚོ་སྔོན་མ་རྒྱ་ནག་གི་བཀྲམས་ཧོས་ཐོས་སོང་ས་ཨ་ནི་མི་མང་པོ་ཤི་རེད་ཨ་ནི་ད་ལྟ་ཡིན་ན་ད་རུང་ང་ཚོ་གཙང་མ་ཞིག་སྒོ་ཚིགས་ཡ་མ་རུ་བ། ན་ཚ་དེ་ལྔའི་གནས་ཚུལ་ག་འདྲ་སླེ་རེད་ཨ་ནི་དེ་གི་ཨི་ཇི་ཀ་ད་སོ་མ་སོང་ཨོར་ཇིན་དེ་ག་བ་རེད་ད་དེ། ཡང་གཉིས་སིམ་ཇིན་སླེ་རེད་ཡང་མ་ན་རྒྱ་ནག་གི། ཟེར་རེད། སྒོ་ཚིག་ཡ་མ་རོ། འོ་དེ་འདྲ་སོང་ཙང་ཨ་ནི་དེ་གཉིས་པ་ལ་ཁྱད་པར་ཡག་རེད་ལ་གཞུང་གཉིས་ཀྱི་བྱེད་སྟངས་དེ་གཅིག་ཆགས་ཀྱི་ཡོད། ཨ་ནི་ལགས། མཐའ་མ་དེར་ང་ག་རེ་བྱེད་ཀྱིན་འགྲོ་སོང་ལ་ཨ་ནི་ད་སྤྱི་དང་ད་ལྟ་ནད་ཡམས་གང་ན་ཤེས་བ་ཡོད་ན་ཁ་སང་གི་མ་ད་འཇར་མ་ནི་དུ་ན་ན་ཞོ་མྱང་ར་ཤེ་དང་འཇར་མ་ནི་གང་ལ་ད་ད་ད་ང་ཚོ་ཀོ་བིད་ནན་ཏིན་གྱི་ད་རྦ་རླབས་གསུམ་པ་དང་ཕ་ཆ་བཞི་བ་ཅིག་སླེབས་ཡིན་བསམ་ཚུལ་ད་ཞེ་བོ་ཞིག་མྱང་འགྲོ་ཨ་ད་དེ་མྱང་དགའི་རྒྱུ་མཚན་ག་རེ་ཟེར་ན་ཕྱིའི་རྒྱལ་ཁབ་ནང་ལ་ཡང་ང་ཚོ་ཏིག་སི་ཨེ་ཤེ་ཡ་དང་མའོ་ཀྲ་ཡོད་ས་ན་ཁོ་ཚོ་ཡང་ཏིག་སི་ཏིག་བསམ་བློ་བཏང་བཏང་དུས་ཁྱེད་ཚང་འདིར་ཡར་མཚམས་དང་སྤྱི་བཏང་ཁོ་ཚོ་ཡར་རྒྱས་ཞུ་ཡོང་ལེ་ན་ག་རེ་བསམ་ན་དེའི་ནང་ལ་མི་མང་པོ་ཞིག་བེག་སེན་རྒྱག་གི་ཡས་མ་རེད། ཁ་ལོ་ད་འདིར་བསམ་བློ་ཁྲག་པོ་ང་ནས་གཞུང་གི་རྒྱག་རོགས་བྱེད་ཚེ་ག་ཚོད་ལ་ནས་ཁོ་ཚོ་བེག་སེན་རྒྱག་གི་ཡས་མ་རེད་དེ་འདྲ་གསུངས་སོང་ཨ་ནི་ཁ་སང་ངས་མ་ཞེ་བོ་ནག་ཀྱོག་ཅིག་བཤད་བསྡད་འདུག་རོ་ཨ། ད་ཡིན་ན་ག་ད་ད་ལྟའི་ཆ་ལ་ནད་ཡམས་ཀྱི་གནས་ཚུལ་དེ་འདྲ་ཞིག་ཆགས་ཡི་འདུག་ཨ་ནི། རྗེས་ལ་ག་ལི་ག་ལི་ཏང་གི་ཁ་ལོ་ཏཱ་ཨིང་ཏན་ལི་ཉེས་རྡུང། ཁ་ཆད་དེ་ག་ད་བཟོ་ཡས་ཐབས་ཤེས་ཤིག་ཨ་ནི་དེ་དུས་གཟིགས་རོགས་གྱིས། ལགས་སོ་ཐུགས་ཆེ་གནང།